ལྷ་ནི། གུས་པ་བསོད་ནམས་རྡོ་རྗེ། ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡིན། ཨ་ནི་ཚང་མ་ལ་བ་དཔྱིད་གསར་དུས་ཆེན་ལ་ཨ་ནི་བྱ་བ་ལམ་འགྲོ་ཡོང་བའི་གི་སྨོན་འདུན་ཞུ་གི་ཡིན། བཀྲ་ཤིས་བདེ་ལེགས།

སྐལ་བཟང་ནོར་བུ་ལགས་སུ་འཚམས་འདྲི་ཡོད་ཐུགས་རྗེ་ཆེ་སྐལ་བཟང་ནོར་བུ་ལགས། རྣམ་པ་ཚོགས་ཀྱི་སྐུ་ཆེ། ཕེབས་པ་དང་མཉམ་དུ་དེ་ཅིག་བཏང་རོགས་གནང་དང་ཕ་ཤེར་ཅིག་བཏང་ཤོག་རོགས་གནང་དང་ཁུ་ཐུག་ཤེར་བཏང་ཤེས་ན་ཨ་ནི་ད་ལྟ་ཐད་གཏོང་ནང་ལ་མི་མང་པོ་ཕེབས་ཡོང་གི་འདུག་ཁུ་ཐུག་ཤེར་བཏང་ཡས་དེ་ཡག་པོ་ཞུ་གི་འདུག། ཨ་ནི་ད་རེས་ཀྱི་གནད་དོན་འདི་གལ་ཆེན་པོ་བྱས་ནས་ཨ་ནི་ད་ད་ལྟ་སྐབས་སུ་བབས་པ་ང་ཚོའི་གི་བཙན་བྱོལ་ནང་ལོག་གི་ད་ཆབ་སྲིད་འཁྲུག་པའི་སྒང་འདི་ལ་ཡིན་ཙང་ཨ་ནི་ངས་ད་ད་མ་བཤད་དེ་པས་མི་སེ་གལ་ཆེན་པོ་ཡིན། ད་ང་རང་གིས་གང་ཐུབ་ཐུབ་དང་གང་ཤེས་ཤེས་དེ་ལྷག་བསམ་རྣམ་དག་གིས་བཤད་ཀྱི་ཡོད་ཨ་ནི་དེ་གསུངས་ཙང་རྒྱབ་འཇུག་གང་ཡང་མེད་པའི་ཐོག་ནས་བོད་སྤྱི་པའི་རྩ་དོན་རང་ལ་ཅིག་ཕན་ཐོག་ང་ཚོས་དངོས་སུ་བསྒྲུབ་མ་ཐུབ་པ་ཡིན་ནས་ཡང་ཅིག་ང་རང་གིས་དྲ་རྒྱ་འདི་བརྒྱུད་བྱས་ནས། ཨ་ནི། དྲ་རྒྱ་བརྒྱུད་བྱས་ནས་ཡང་གང་མང་མང་ཅིག་ང་ཚོ་གོ་རྟོགས་སད་ཡས་ལ་ཕན་ཐོགས་ཡོད་པ་དང་དངོས་ཡོད་ཀྱི་གནས་ཚུལ་དེ་མཁྱེན་རྟོགས་ཡོང་ཡས་ལ་དཔེ་མི་སྲིད་ཀྱི་ཕན་ཐོགས་ཆེན་པོ་ཡོང་གི་འདུག་ཨ་ད་ང་རང་ཚོ་ཐུན་མོང་གི་གྲོས་བསྡུར་འགྲོ་གཅིག་རེད། ཨ་ནི། བསྟན་འཛིན་ཉི་མ་ལགས་བཀྲ་ཤིས་བདེ་ལེགས་འཚམས་འདྲི་ཡོད་ཐུགས་རྗེ་ཆེ། ཁོ་ཐུགས་ཕེབས་པ་དང་མཉམ་དུ་ཤེར་དེ་བཏང་ཤོར་རོགས་གནང་ཐུགས་རྗེ་ཆེ་ཐུགས་རྗེ་ཆེ། ཨཱ་ནི་བཤད་བཏང་པ་དང་མཉམ་དུ་ང་རང་ཚོ་འདི་ལ་མི་འཛོམས་ཡས་ཕན་ཐོགས་ཏན་ཏན་ཡོང་གི་འདུག་ཨཱ་ནི་ང་རང་ཚོ་དེ་རིང་མི་འཛོམས་པ་དང་ཚང་མས་ཡང་མཉམ་དུ་བགྲོ་གླེང་འདི་ཅིག་བྱེད་ཡས་དེ་དཔལ་གལ་ཆེན་པོ་ཅིག་འདུག་ད་དངོས་སུ་ངས་འགོ་བཙུགས་ཀྱི་ཡིན། ད་ངེད་ཀྱི་བརྙན་ཐུང་འདི། ད་ལྟ་འདུག་བཟོད་བཞག་དུས་ལ་རིམ་པས་རིམ་པས་རིམ་པས་གཏམ་ངན་མང་པོ་ཞེ་བོ་ཅིག་བྱས་ཨ་ནི་དེ་འདྲས་ཡོང་གི་འདུག་མང་པོ་ཅིག་གིས་གནས་ཚུལ་གསར་པ་ཡང་ཅིག་སྤྱི་ཚོགས་ཁག་ལོམ་གྱིན་ཡོད་པ་དང་མ་འདྲ་ཁག་ཅིག་ཁྱེར་མདོག་ཡོང་གི་ཕན་ཐོགས་ཡོང་གི་འདུག་ཨ་ནི་གཅིག་དེ་ད་ལྟ་ངས་ལྟ་དེ་ང་རང་གི་སྐད་ཆ་དེ་བཤད་པའི་གི་བརྒྱུད་རིམ་ནང་ད་ལྟ་བར་དུ་བཤད་པའི་བརྒྱུད་རིམ་ནང་ནས་ཨ། ཅིག་གིས་ཕྱོགས་སུ་མི་ལྷུང་བའི་གི་སྐད་ཆ་རང་བཤད་ནས་ད་རྦད་དེ་རྒྱལ་ཁབ་དང་མི་རིགས་ཀྱི་གནད་དོན་རང་གླེང་ནས་འགྲོ་གི་ཡོད། དེ་འདྲས་སོང་ཙང་གནད་དོན་རང་གླེང་ནས་འགྲོ་མཁན་གྱི་སྐད་ཆ་དེ་རིམ་པས་རིམ་པས་ལྟ་མཁན་མང་པོ་ཞིག་ཡོང་གི་འདུག་ཨ་ནི་དེ་སོང་ཙང་ད་ངས་དང་པོ་ཉིད་ནས་བཀའ་མོལ་འདི་མ་བཤད་ཤག་ན་ཡག་པོ་ཞིག་རེད་འདུག་ད་རྣམ་པ་ཚོ་རིགས་གཅིག་གིས། ད་ཅིག་སྐྱོན་བགྲོད་ཅིག་ཁོ་ལ་སྐྱོན་འཛུགས་བྱེད་ཡས་ཅིག་རག་ན་བསམ་པས་ཀྱི། ནུས་པ་སྟོན་བྱས་ནས་ཡང་ངས་བཤད་བྱ་བའི་སྐད་ཆ་ཞིབ་འཇུག་བྱེད་མཁན་ཡོང་གི་འདུག་ད་ཞིབ་འཇུག་བྱེད་མཁན་འདི་ལ་ད་རེས་ང་གནས་ཆུང་དང་འབྲེལ་བའི་ཀྱི་སྐད་ཆ་བཤད་ཀྱི་ཡོད་རེད། དེ་འདྲའི་སོང་ཙང། གནས་ཆུང་དང་འབྲེལ་བའི་ཀྱི་སྐད་ཆ་བཤད་ཡོང་དུས་གནས་ཆུང་ལ་བཤད་པ་དེ་དཔེར་ན་དེ་རིང་ངས་གནས་ཆུང་སྐུ་རྟེན་དང། རིམ་པ་གསུམ་འགྲོ་གཅིག་ཡོད་གནས་ཆུང་དང་འདྲེས་གནས་ཆུང་གི་སྐུ་རྟེན་དང་འདྲེས་པ། ཨ་ནི། གནས་ཆུང་གི་ད་ལོ་ཚ་བ་སེར་ནག་མི་འགྲོ་རྡོ་རྗེ་ལ་དང་འདྲེས་པའི་ཐོག་ནས་ཨ་ནི། གནས་ཚུལ་གསུམ་ལ་དབྱེ་ཞིབ་ད་བལྟ་དེ། ཁུངས་དག་པོ་ཞིབ་པོ་ཅིག་ད་ཡོད་མ་རེད་དེ་ཡིན་ནས་དབྱེ་ཞིབ། ལྡན་པའི་ཐོག་ནས་ཞུ་ཡས་ཡིན། ཨ་ནི། བོད་རྒྱལ་ལོ། ང་རང་ཚོ་ཚད་ལྡན་ཆོས་ཁྲིམས་ལགས་ཕེབས་སོང་བཀྲ་ཤིས་བདེ་ལེགས་ཚད་ལྡན་ཆོས་ཁྲིམས་ལགས། བཀྲ་ཤིས་བདེ་ལེགས་ཨ་ནི་ད་ལྟ་གྲོགས་པོ་མང་པོ་ཅིག་ཕེབས་ཚར་ཤག་ཨ་ནི་ཁོ་ཐུ་བཤེར་བཏང་ཤོར་རོ་ན་ཨ་ནི་འདི། བཤེར་བཏང་ཤོར་རོ་ན་ཨ་ནི་འདི་ཟེར་ད་ད་ནངས་རྒྱུ་མཚན་འདི་ཁྱི་གོས་ཡས་ཀྱི་རྒྱུ་མཚན་ག་རེད་ཟེར་བ་ཡིན་ན་དཔེར་ན་ཉིད་ཅག་ངས་གནས་ཆུང་དང་འབྲེལ་བའི་གི་སྐད་ཆ་ཅིག་བཤད་ཡོང་དུས་ལ། ཨ་ནི། ད་དེང་སང་གྲགས་ཆེ་ཤོས་ང་རང་ཚོ་བཙན་བྱོལ་སྤྱི་ཚོགས་རང་ལ་ངོ་རྒོལ་བྱེད་མཁན་ད་ལྟ་ཞྭ་ར་མི་མང་ཟེར་ནས་བཤད་དེ་ངན་ཅིག་འདུག་ག་དེའི་ཕྱོགས་སུ་གཏོགས་པ་ཁུངས་སུ་གཏོགས་པའི་གི་ཨ་ནི། ཨ་རི་ལ་གནས་བཞུགས་བསོད་ནམས་རྡོ་རྗེའི་ག་དུས་ཡིན་ནས་ཅིག་དེའི་ནང་ནས་འགྲེལ་བཤད་ལོག་པ་ཅིག་རྒྱ་ཡེ་ལ་དེ་ནི་ཚང་མའི་ག་ལ་སྙུག་ག་འདུག་ཅིག་འདུག་ཡང་ཅིག་ཁོ་རང་ཁོ་རང་གི་དམིགས་ཡུལ་དངོས་གནས་དེ་ང་རང་ཚོ་ཚང་མས་ཤེས་པ་བྱེད་དགོས་དེ་ག་རེད་ཟེར་ན་ཁོའི་གི་དམིགས་ཡུལ་དངོས་གནས་དེ་མི་ཅིག་ནག་པོ་བཟོས་ཨ་ནི་ཁོ་རང་ཁོ་རང་གི་ཡུ་ཀྲུབ་དེ་བཏང་གི་མང་པོ་ཆགས་ཨ་ནི་པེ་ཤ་ར་ཡེ་གི་དམིགས་ཡུལ་རེད་འདུག་ད། ད་ང་ཚོའི་གི་དམིགས་ཡུལ་དེ་བོད་རྒྱལ་ཁབ་དང་མི་རིགས་ཀྱི་རྩ་དོན་རང་ལ་གནོད་ངན། ཨ་ནི་བཀྲ་ཤིས་བདེ་ལེགས་སྐུ་ངོ་ལགས་གསུངས་འདུག་ཐུགས་རྗེ་ཆེ། མ་ཧ། སྐུ་མ། ཏིག་ཙ་ཅིག་དེ་འགྲོ། ཨིན་ཇི་གི་ཀློག་ཁག་པོ་བྱེད་འདུག་ཐུགས་ཆེ་བཀྲ་ཤིས་བདེ་ལེགས། ཨ་ནི་ང་ཚོའི་གི་དམིགས་ཡུལ་དེ་རྒྱལ་ཁབ་དང་མི་རིགས་ཀྱི་རྩ་དོན་ལ་གནོད་ངན་འདི་ལ་དམིགས་སུ་བཀར་ནས་བདེ་སྐྱིད་ཀྱི་ལས་ཀ་བྱེད་སྟངས་ཁོས་བཤད་བཞག་པའི་སྐད་ཆ་ལ་ནོར་འཁྲུལ་ཨ་ནེ་ཁོས་རྒྱུན་ལྡན་གྱི་འཚོ་བའི་གི་ནང་ལོགས་ལ་ད་ལྟ་བར་དུ་ཁོ་རང་གི་སྤྱི་ཚོགས་དེ་དང་མཐུན་པའི་གི་ཐོག་ནས་ག་རེ་བྱས་མིན་སྐོར་བཤད་དགོས་བ་རེད་ང་ཚོས་ད་ལྟ་ག་རེ་ཟེར་ན་ང་ལྟ་ངན་མང་པོ་ཞིབ་པོ་ཅིག་བྱས་བྱས་ནས་དཔེ་ཆ་ཡོང་ངེས་ནས་ངས་ཟོག་མེད་རྒྱུན་ལྡན་ནས། ངོ་དེབ་འགའ་བཤད་བསྡད་ཀྱི་ཡོད། ཨ་ནི་ཡུ་ཀྲུབ་འགའ་བཤད་འགྲོ་བསྡད་དེ་བཏང་ཡུ་ཀྲུབ་དེ་དེ་མ་བཞག་པར་ཚུར་འགྲོ་བཞིན་བཞག་གི་ཡོད། གར་སོང་རེད། གོ་མ་བཞག་ཚེ་འགྲོ་བྱེད་བྱས་ནས་བཞག་ཆོག་གི་ཡོད། ང་གཙོ་བོ་མི་མང་ལ་དངོས་ཡིད་གནས་ཚུལ་རང་གཅིག་མཁྱེན་རྟོགས་ཡོང་བའི་ཆེད་དུ་ཨ་ནི་ཐོན་གྱི་ཡོད། རྒྱུན་ལྡན་ནས་ཐོན་ཡོང་བའི་གི་རྒྱུ་མཚན་དེ། གནད་དོན་རང་ངོ་ནས་ད་ལྟ་བར་གཙོ་བོ་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་གི་ལས་ཀ་བྱེད་སྟངས་ནས་རིམ་པས་རིམ་པས་མ་བཤད་བཞག་པ་དེ་གས་ཚང་མ་ཨ་ནི། ག་རིགས་ཀྱི་དོན་དུ་བཤད་དགོས་རེད་ཟེར་ན་རྒྱལ་ཁབ་དང་མི་རིགས་ཀྱི་རྩ་དོན། བཙན་བྱོལ་ལ་ཡོད་པའི་གི་སྒྲིག་འཛུགས་དེ་ཡག་པོ་གནས་ཐུབ་ཡོད། དེ་འདྲའི་སྐོར་བཤད་བའི་གི་བརྒྱུད་རིམ་ནང་ལོགས་ལ་ད་ད་འདྲ་ཨ་རིག་ཡོད་པའི་བསོད་ནམས་རྡོ་རྗེའི་གཟིགས་ངན་འདི་གི་གར་བྱེད་འདུག་ཟེར་ང་ཙམ་མ་རེད་ཤག་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་དངོས་ཡོད་གནས་ཚུལ་བཤད་མཁན་དེ་ཚོ་ལ་ཁོ་སྐྱོན་ད་གར་འདུག་ག་བད་སྐྱོན་རྐྱང་རྐྱང་བལྟས། བལྟས་ཅན་སྐྱོན་དེ་ཁས་བཅད་ནས་མི་དམངས་ནང་ལོག་ལ་བརྡབ་གསིག་བཟོ་འདུག་ད་ད་ནངས་གནས་ཆུང་གི་སྐད་ཆ་དེ་མ་འདུག་ཐོས་མ་དང་ཁོ་ལ་ཉི་མ་ཤར་བ་ལྟ་བུས་གི་ད་ད་གནས་ཆུང་གི་བཀའ་མོལ་དེ། སྤྱི་ཚོགས་ལ་ད་ལྟའི་གི་སྐབས་སུ་བབས་པའི་གི་སྤྱི་ཚོགས་དེ་ལ་འཁྲུག་རྐྱེན་ཆེ་ཞིང་འགྲོ་བའི་གི་སྐད་ཆ་ཅིག་ཡིན་དུས་ལ་དུས་ཁོ་ཨ་རིལ་དུས་ངན་བསོད་ནམས་རྡོ་རྗེ་ལ་འགྲོགས་ཅིག་ཡིན་པ་ཡིན་ན་ཁོས་གིས་དཔལ་འབྱོར་བཟོ་ཡག་གི་གཞི་རྩ་འགྲུབ་བྱས་ནས་སྤྱི་ཚོགས་ཁག་དྲ་ལམ་ཡོད་སའི་ཐ་ཐག་ནང་ལ་ཁོས་དེ་བརྒྱུད་སྐུར་བྱེད་ཀྱི་འདུག་འོ་དེ་གསུངས་ཙང་ད་ད་ལྟ་ངས་དངོས་སུ་ད་ལྟའི་གི་གནས་ཆུང་གི་སྐོར་ཅིག་ཞུས་པ་ཡིན་ན། གནས་ཆུང་ད་ད་ལྟའི་གི་ཆ་ལ་གནས་ཆུང་གི་བོད་ཀྱི་བསྟན་པ་ཆབ་སྲིད་དང་མཉམ་དུ་འབྲེལ་བ་ཡོད་པའི་གི་བཀའ་སློབ་ལུང་དོན་པའི་མང་ཐག་ཆོད་ཅིག་ཡོད་བསྡད་པ་རེད། དེའི་ནང་ནས་དཀའ་གནད་དཀའ་གནད་ཁ་ཤས་ཅིག་ཞུས་པ་ཡིན་ན། བར་སྐབས་གཅིག་ག་ལ་ད་ལྟ་བར་དུ་སྐུ་མདུན་གྱིས་རྒྱལ་ཁབ་སྐྱོང་བའི་གྱི་བརྒྱུད་རིམ་ནང་ལོགས་ལ་གནས་ཆུང་གི་མང་ཆེ་ཅིག་ངོས་ཀྱི་མཐོང་བ་དུད་འགྲོ་ཁྱོད་སེམས་པ་མང་ཁྱོད་བོད་ལ་ཉི་མ་ཆ་དྲོ་ཡོད་སྟབས་དཔེ་དེ་འཆར་ཡོང་གི་རེད་ཟེར་ནས་དུས་མཇུག་གི་ཡས་ཡིན་དེ་མ་ད་ག་རང་གསུངས་ནས་བསྡད་བསྡད་པ་རེད། ད་དེ་གནས་ཆུང་གི་དེ་རེད། ད་ང་ཚོ་སྐབས་སུ་བབས་པ་གནས་ཆུང་གི་ལུང་དོན་དང་གནས་ཆུང་གི་བཀའ་ལུང་དང་འབྲེལ་བ་ཡོད་པའི་གི་གནད་དོན་གལ་ཆེ་ཤོས་གཅིག་ཉིས་སྟོང་བཅུ་དྲུག་ད་དེ་རེད་བ་སྐུ་མདུན་གྱི་དགོངས་པ་ཞུས་པའི་གི་བརྒྱུད་རིམ་ནས་སྐུ་མདུན་གྱི་མང་ཚོགས་ལ་གནང་པའི་གི་བརྒྱུད་རིམ་ནས་ཉིས་སྟོང་བཅུ་གཅིག་ནས་བྱས། ཉིས་སྟོང་བཅུ་གཅིག་གི་འོས་བསྡུའི་སྐབས་ལ་གནས་ཆུང་གི་དམིགས་བསལ་གྱི་དེ་བྱུང་ཡོད་མ་རེད། ཡིན་པ་ཡིན་ནས་འོས་བསྡུ་དེ་ཧ་ལས་པ་ཡག་པོ་ཕྱིན་པ་རེད། ཧ་ལས་པ་ཡག་པོ་ཕྱིན་པ་མ་ཚད་འོས་བསྡུ་གི་བརྒྱུད་རིམ་ནང་ནས་བློ་བཟང་སེང་གེ་ཡག་ལ་ཉིས་སྟོང་བཅུ་གཅིག་ལ་སླེབས་པ་དང་མཉམ་དུ་སྐུ་མདུན་གྱི་དཔལ་ཏེ་རིགས་ལྔའི་སྙིང་དུ་བརྣག་པའི་འདོད་པའི་དོན། དཔལ་རྒྱུན་རིང་པོ་བཞི་བོ་གཅིག་ནི་ངའི་སེམས་ནང་ལ་བསམ་པ་ངས་བྱ་བཞག་གྲུབ་ཡོད་ཟེར་བ་མཐའ་དག་གི་དོན་དེ་ཉིན་མོ་དེ་རིང་གྲུབ་ཟེར་ནས་སྐུ་མདུན་གྱི་རྒྱལ་པོ་སྟག་བྲག་རིན་པོ་ཆེ་སྲིད་སྐྱོང་སྟག་བྲག་རིན་པོ་ཆེ་གི་གནང་བའི་གི་ཐམ་ག་དེ་དེ་རིང་ང་ཚོའི་གི་ཨ་ནི། མི་རབས་གསར་པའི་གི་ཤེས་ཡོན་ཅན། བསམ་བློ་ཡོད་ངེས་ཨ་ནི་དེང་དུས་ཀྱི་ཨ་ནི་ལམ་ལ་ཡོངས་སུ་བསྐྱོད་ཐུབ་མིན་གྱི་གང་ཟག་དེ་ཅིག་སླེབས་པ་དེ་ལ་རྩིས་ལེན་སྤྲོད་ཡས་འདི་ཨ་ནི་ངའི་མི་ཚེ་གི་དཔེ་དོན་ཅུང་ཡོངས་སུ་རྫོགས་པ་གྲུབ་སུ་ཟེར་ནས་ཉིས་སྟོང་བཅུ་གཅིག་ལོ་ལ་དེ་བྱུང་བ་རེད། སྟབས་བདེའི་སྤྱི་ཚོགས་ནང་བློ་ལ་ཁྱབ་ཆེན་པོ་བཞི་བོ་བྱུང་སྤྱི་ཚོགས་ནང་ནས་གལ་ཆེ་དབུས་བོད་མིའི་སྒྲིག་འཛུགས་ལ་ཆེ་དབུ་འོག་དཔུང་འདེགས་ཞུ་ཡས་རྒྱ་ཆེ་དུ་ཕྱིན། བཙན་བྱོལ་སྤྱི་ཚོགས་ནང་བློ་ལ་ཧ་ལམ་དེ་འགྲུབ་ཅིག། གར་སོས་པས་ཞི་བདེ་བག་ཕེབས་ཀྱི་འཚོ་བ་སྐྱེལ་ཡས་ཨ་ནི་དེ་ཙམ་མ་ཟད་སྤྱི་ཚོགས་ལ་འགྱུར་བ་གསར་པ་མདུན་ལམ་གསར་པ་དམིགས་ཡུལ་གསར་པ་ཅིག་སླེབས་པ་ནང་བཞིན་གྱི་མི་མོ་གསུང་གསོན་པོ་ཅིག་ལ་ཅིག། རེ་བས། ཁང་པའི་གི་མི་ཞིག་ལ་རྒྱུ་བ་ཁྱིམ་རེ་བཙན་བྱོལ་སྤྱི་ཚོགས་ཀྱི་སྒྲིག་འཛུགས་འདི་ཁོ་རང། ད་ལྟའི་བརྒྱུད་རིམ་ནང་ནས། ད་ཉིས་སྟོང་བཅུ་དྲུག་སྐབས་དེ་མ་སླེབས་པའི་གི་སྐབས་དེ་མ་ལ། ད་གནས་ཆུང་གི། ལུགས་མཐུན་སླེབས་ནི། འོ་ད། དགྲ་བོ་རིན་པོ་ཆེ་གི། དེང་སང་གཞུང་གི་གནང་སྟངས་བསྟན་སྐབས་དེ་དུས་ལ། གནས་ཆུང་གི་དིར་ས་དེ་བཀའ་ཤག་རེད། བཀའ་ཤག་གི་ཕྱག་ལས་གནང་སྟངས་ཀྱི་ཨ་ནི་འགན་བཟོད་ཀྱི་མེད་པའི་གི་གནས་ཆུང་གི་བཀའ་ལུང་ཤུགས་ཆེན་པོ་ཅིག་བྱུང་པར་ཉིས་སྟོང་བཅུ་དྲུག་ལག་འདིས་ག་རེ་བྱུང་ཡོད་རེད་ཟེར་བ་ཡིན་ན། འདི་ལམ་སང་ང་ཚོ་ད་ཚང་མས་ཡོངས་གྲགས་ཡིན་པ་འབྲོང་ཆུང་དངོས་གྲུབ་ལགས་དེ་ཚོ་མི་རྩིས་གང་བདེ་སྲུང་གི་ཕྱག་ལས་གནང་པ་རེད་བདེ་སྲུང་གི་ཕྱག་ལས་མི་རྩིས་གང་གནང་བ་ཟེར་དུས་ལ་བདེ་སྲུང་གི་ཕྱག་ལས་ཀྱི་རྟགས་འགལ། ཆུང་ཆུང་དག་མང་པོ་ཡོར་དང་དེ་སོང་གི་ཆ་ལས་ན་ཡིད་མ་ཡིན་ནས་ལྟེ་བ་གཅིག་ཏུ་སྐུ་གསུང་སྐུ་མདུན་གྱི་སྐུ་གསུང་དང་སྐུ་མདུན་སྐུ་ཆས་ཀྱི་འགན་ཡོངས་སུ་རྫོགས་པ་དེ་སོང་གི་ན་འགོར། དཔལ་ཏེ་དེ་སོང་གི་ཆ་ལས་ཏེ་དཔལ་ཏེ་ཧ་ལས་དཔལ་གྱི་འགན་བྱེད་པོ་ཅིག་དང། གནད་འགག་ཆེན་པོ་བཞི་བཅུ་རེ། དེའི་ནང་ལོགས་ལ་དཔལ་ཏེ་རྒྱུས་མངའ་ཤིན་ཏུ་ཆེ་ཤོས་ཨ་ནི་ཁོ་རང་ལས་རྒྱུས་མངའ་གཏིང་ཟབ་པ་མེད་པ་ཅིག་གིས་སྐུ་མདུན་ལ་ཉེན་ཁ་འདུག་ཟེར་ནས་གོམ་པ་ཞུ་དགོས་ཀྱི་གནས་སྟངས་དེ་འདྲ་བྱུང་བ་རེད། ད་དངོས་གནས་བྱས་ན། མི་རྒྱུས་མངའ་ཆེ་ཤོས་མི་ཉམས་མྱོང་ཆེ་ཤོས་ཨ་ནི་ནུས་པ་ཆེ་ཤོས་ཀྱི་མི་དེ་གའི་སྐུ་མདུན་སྐབས་དེ་དུས་ཉེན་ཁ་སྐུ་མདུན་ཉེན་ཁ་ཅིག་ཡོད་པ་ཡིན་ན་མི་དེའི་མདུན་ལ་ཆོངས་མི་དེའི་བློས་བཏང་བྱས་མི་དེའི་ཡོད་ཚད་བློས་གཏོང་བྱས་ཀྱི་དུས་ཚོད་དེ་རེད་དེ། ཡིན་ནས་མི་དེ་གའི་སྐབས་དེ་དུས་ལ། གནས་ཆུང་གི་ལུང་མདུན་ལ་བཞེས་བྱས་ནས་ཨ་ནི་དགོངས་པ་ཞུས་པ་རེད་གནས་ཆུང་གི་གནོད་ཤུགས་ལས་ཡོད་པ་དག་ག་རེ་ཡིན་མིན་ལ་མ་ལྟོས་པ་ལ། གང་ལྟར་གནོད་ཆུང་གི་བཀའ་དེ་ལ་བརྟགས་ནས་དགོངས་པ་ཞུས། དགོངས་པ་ཞུས་པའི་བརྒྱུད་རིམ་ནང་ལོགས་ལ་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ད་ད་འད་ཀྱི་ཅིག་གར་སོགས་རེད། དམག་འཁྲུག་མུན་སོང་ཅིག་ཆགས་ནས་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་དཔེར་ཏེ་ལབ་གླེང་ཆེ་ཤོས་ཅིག་དང་རྣོ་ངར་ཆེ་ཤོས་ཀྱི་འཐབ་རྩོད་ནང་བཞིན་གྱི་སྐབས་དེ་དུས་ལ་ལབ་གླེང་ཆེ་ཤོས་ཅིག་དང་འཕེལ་རིམ་ཆེ་ཤོས་ཅིག་གར་དྲ་རྒྱའི་གི་ཐོག་ལ་ཡིན་པ་ཡིན་ན་ཡང་རྩེར་སོན་འད་ཀྱི་ལབ་གླེང་བྱེད་པའི་སྐབས་ཅིག་བྱུང་ཡོད་རེད། ད་ཉིས་སྟོང་བཅུ་དྲུག་གི་སྐབས་ལ། ད་དེ་བྱུང་བའི་བརྒྱུད་རིམ་ནང་ནས། ཉིས་སྟོང་ཉི་ཤུ་རྩ་གཅིག་དང་དེ་གི་ཐོག་ལ་གང་ཡང་བྱུང་ཡོད་མ་རེད། ད་ཉིས་སྟོང་ཉིས་རྩ་གཅིག་གི་སྲིད་སྐྱོང་གི་འོས་ཐོབ་བྱུང་དེ་འབྲེལ་གྱི་ནང་ལོག་སླེབས་དུས་གནས་ཆུང་གི་ཁ་ལོ་དེ་འགྱུར་བ་ཕྱིན་ནས་གྲོས་ཚོགས་ཁག་ལ་འགྱུར་བ་ཕྱིན་པ་རེད་ད་གྲོས་ཚོགས་ཁག་ལ་ད་ད་ལྟ་གྲོས་ཚོགས་ཁག་ལ་བཤད་བཤད་བཏང་མཁན་དང་གྲོས་ཚོགས་ཁག་ལ་དེ་བྱས་འགྱུར་བ་ཕྱིན་ཡོད་རེད། བྱས་ཙང་ང་ཚོའི་མང་ཚོགས་ཀྱི་འགྱུར་བས་ཀྱི་འཕེལ་རིམ་བརྟག་ཡོད་རེད། དེ་དང་དུས་མཚུངས་ནས་ད་ད་ལྟ་གནས་ཆུང་གི་ཉེ་ཆར་བཀའ་སློབ་དེ་དང་དུས་མཚུངས་ནས་མི་མང་པོ་བཅས་ཀྱི་མཁས་དབང་མང་པོ་བཅས་ཀྱི་ག་རེ་བྱེད་འགོ་ཚུགས་རེད་ཟེར་བ་ཡིན་ན་གནས་ཆུང་རང་གི་ལོ་རྒྱུས་གནས་ཆུང་ཟེར་འདི་ཐོག་མ་ག་ནས་བྱུང་འདུག་ག་བ་ལ་སྐྱེད་སྲིང་བྱུང་འདུག་ག་བ་ལ་གནས་ཆུང་གི་འཕེལ་རིམ་དེ་ལོ་རྒྱུས་འདུག་ག་བ་ལ་གནས་ཆུང་དེ། ད་ལྟ་ང་ཚོའི་གི་འབྲས་སྤུངས་གོང་འཕེལ་གྱི་གནས་ཆུང་བ་ལ་ཆགས་འདུག་གནས་ཆུང་ཟེར་མཁན་མཚན་སྙན་དེ་ཐོབ་ཡས་ག་འདྲས་འདུག་གནས་ཆུང་མ་ཐོབ་པའི་གོང་ལ་གནས་ཆུང་གི་མཚན་ག་རེ་འདུག་རྦད་དེ་ད་ད་ལྟ་དེང་སང་དྲ་རྒྱ་ཁག་ནང་ལོགས་ལ་ཤེས་ཡོན་ཅན་གང་གཱས་གིས་གར་གཅིག་འོག་རེད་ཟེར་ན། གནས་ཆུང་གི་ལོ་རྒྱུས་དེ་གའི་ག་གེ་ད་དབྱེ་ཞིབ་བྱས་ཡོང་དགོས་རེད། ད་དེའི་གི་བརྒྱུད་རིམ་ལྟ་ཡོང་དུས་ལ་ང་ཚོའི་བཙན་བྱོལ་སྤྱི་ཚོགས་ཆུང་ཆུང་འདི་གི་ནང་ལོགས་ལ། གནས་ཆུང་གི་ལོ་རྒྱུས་དེ་ལྟ་ཡོང་དུས་ལ། ཨ་ནི་མི་མང་པོ་ཅིག་གིས་གནས་ཆུང་རང་ལ་ད་ལྟའི་གི་བཀའ་སློབ་དེ་འདྲས་ཅིག་གནང་དགོས་པའི་གི་གུས་པ་རྒྱུ་མཚན་ག་རེད་འདུག་གནས་ཆུང་གིས་ག་རེའི་ཆེད་དུ་གནང་གི་འདུག་གནས་ཆུང་གིས་ཡག་མེད་ན་དེ་རིང་སྐབས་དེ་དུས་ལ་སྲིད་སྐྱོང་ལ་དེ་ཉིས་སྟོང་བཅུ་གཅིག་ནས་ཉིས་སྟོང་ཉི་ཤུ་བར་ཚོ་བཀའ་ཤག་ལ་དེར་ཡོད་རེད་ཉིས་སྟོང་ཉི་ཤུ་ནས་འགྱུར་བ་ཕྱིན་རྗེས་ནི་གྲོས་ཚོགས་ལ་དེར་གི་ཡོད་རེད་འདི་དང་མཉམ་དུ་གནས་ཆུང་ལ་རྩེ་གཅིག་ཏུ་དད་པ་ཞུ་མཁན་གང་གིས་གི་སྤྱི་ཚོགས་ནང་ལོགས་ལ་ད་དེ་དུམ་བུ་དུམ་བུ་འགྲོ་ཡག་གི། ད་བརྒྱུད་རིམ་འདི་གའི་ཚང་མ་བྱུང་ཡོང་དུས་ལ། ཨ་ནི་མཁས་དབང་མང་པོ་ཅིག་གིས་ལམ་སང་གནས་ཆུང་ལ་ཞིབ་འཇུག་བྱས་མགོ་བཙུགས་འདུག་གནས་ཆུང་གི་སྐོར་ཡང་ཞིབ་འཇུག་བྱས་བཤད་མཁན་མང་པོ་དང། གནས་ཆུང་ཐོག་མར་རྒྱལ་བུས་ཀྱི་སྲས་ཡིན་པ། དེ་ནས་ཨ་ནི་གནས་ཆུང་ད་ཆེ་སྐྱེ་བ་འདི། དེ་འདྲའི་སྐྱེ་བ་བས་ཏེ་དྲག་རྩུབ་ཅན་གཅིག་ལ་སྐྱེ་བ་ཤེས་པ། དེ་ནས་ཡང་གཅིག་སློབ་དཔོན་པད་མ་འབྱུང་གནས་དང་ལྡན་ཚུལ་གྱིས་དམ་ལ་བཏགས་པ་ཡིན་ནས་ཡང་གནས་ཅུང་ཟད་དེ། ད་ལྟ་བསམ་ཡས་དགོན་པ་ལ་དེ་སྲུང་མ་ལ་དད་འདུན་ཞུ་བའི་སྐབས་ལ་ཡང་བསམ་ཡས་དགོན་པས་ཡང་གཅིག་དྭགས་པོ་མོ་རྒྱུག་བྱས་ནས་དེ་བྱས་པ་ནི་ཨ་ནི་ཐོག་མར་དེ་ང་ཚོ་དེ་ལ་ཕི་གས་གར་ས་ང་རང་ཚུགས་ཀྱི་དེའི།

གམ་ནང་བླུག་ཅན་བཀོད་པས་དེ་ཐམས་ཅད་ཚང་མ་ཐམས་ཅད་གམ་ནང་བླུག་ནས་དུས་བྱས་པ་དེ་ཤི་ནས་གནས་ཆུང་འགྱུར་བ་ཕྱིན་པ་དེ་ཚོ་རིགས་གཅིག་གིས་ཤེས་ཡོང་གི་འདུག་ག་ད་གང་ལྟར་དེ་རིང་གི་ང་རང་གི་ལྟ་ཚུལ་གཅིག་ལ་བཤད་པ་ཡིན་ན། གནས་ཆུང་གི་གནས་ཆུང་ལྷ་ཡང་དག་པ་ཡིན་མིན་ལ་ངས་འགྲེལ་བཤད་རྩ་བ་ཉིད་ནས་རྒྱབ་ཐུག་གི་མི་འདུག་ག་རེད་ཟེར་ན་ང་རང་ཁོ་རང་བཀའ་བརྒྱུད་ཀྱི

དོལ་སྐྱིད་ལགས། ད་དོལ་སྐྱིད་ལགས་ཀྱི་བཀའ་མོལ་དེའི་གསུང་ཡས་ནང་ནས་མ་ཅིག་ལྟ་ཡོང་དུས་ལ། ད་རྦད་དེ་དོལ་སྐྱིད་ལགས་ཀྱི་བཀའ་མོལ་འཇིགས་སྐུལ་ཆེ་ཤོས་གཅིག་བཤད་ཤག་རེད། འཇིགས་སྐུལ་ཆེ་ཤོས་བཤད་འདུག་ག་བཤད་ཡས་དེ་ད་འཇིགས་སྐུལ་རང་རེད། ད་ཚོད་མ་སེམས་ན། རྒྱལ་བ་སྐུ་འཕྲེང་བཅུ་གསུམ་པ་ནང་བཞིན།

ལོ་རྒྱུས་ནང་ལོགས་ལ་ཁ་གསལ་ཐག་གཅོད་ཅན་གསལ་ཀུན་དཔོན་བྱམས་སྨན་པ་བྱམས་པ་ཨ་ནི་གནས་ཆུང་འདི་ཚོ་ཚང་མ་གནས་ཆུང་གི་སྐུ་རྟེན་འདི་གའི་ཚང་མ་བརྒྱུད་རིམ་གཞིས་བཞག་གི་རྒྱལ་བ་སྐུ་འཕྲེང་བཅུ་གསུམ་པ་ད་ལྟ་གནས་ཆུང་གི། ད་ལྟ་ཁྱབ་འཇུག་དེ་ཟེར་བ་ར། དེ་ནང་ཡོར་བ་ད་གནས་ཆུང་གི། ད་ལྟ་དཔའ་བོ་བཅུ་གསུམ་ཟེར། དཔའ་བོ་བཅུ་བཞི་དེ། དཔའ་བོ་བཅུ་བཞི་ཟེར་འདུག་ག། ཆབ་མདོ་དཔའ་བོ་བཅུ་བཞི་གི་གསོལ་མི་འདི་ཕུལ། ཨ་ནི་དེ་བུ་ཡོད་མེད་ལབ་ཙང་ཨ་ནི་དེ་བྱས་འདུག་ཨ། དེ་སྨན་པ་བྱམས་པས་དེ་ཡོད་མ་རེད་དེ་ཤུགས་ཆེ་ཤུགས་ཆེ་དྲགས་ཡོད་རེད་ལབ་དུས་ལ། དེ་ཁྱི་མེད་ལབ་དུས་ལ་ནད་ཆུང་ཁོ་རང་གི་གཡོག་པོ་དེ་གི་ཁྱི་ཤུགས་ལབ་ཡོད་རེད་སུ་ཁུག་མའི་ནང་ལ་ཡོད་པ་དེ་ཁྱི་ཤུགས་སྟོན་ཞུ་ཟེར་ནས་ཁུག་མའི་ནང་ཁྱི་གྲ་འགྲིག་བྱས་སླེབས་འདུག་ཨ།

བྱ་བ། གནས་ཆུང་གི་རྟ། གནས་ཆུང་བཞུགས་ཡོད་དང་སྐུ་རྟེན་གྱི་ག་གནང་ཡོད་མིན་དེ་མ་ཤེས་པ་ལ་ཤེས་ཀྱི་མེད་དེ། ཡིན་པ་ཡིན་ན་རྒྱལ་བ་སྐུ་མགྲོན་བཅུ་གསུམ་པ་དེ་གནས་ཆུང་དང་འབྲེལ་བ་ཡོད་པའི་ཐོག་ནས་བཀྲོངས་པ་དེ་བརྒྱ་ཆ་བརྒྱ་རེད་ད་དེ། ད་ད་ལྟ་ང་ཚོ་ཐག་རིང་པོ་དེ་མེད་པ་ད་ལྟའི་གི་མི་ཐོག་དེའི་གི་གོང་དག་རེད། ད་ལྟའི་གི་མི་ཐོག་དེའི་གོང་གི་ལོ་རྒྱུས་ནང་ལ་ཡོད་རེད་ཡང་ང་དེ། ད་ལྟ་བྲིས་ཡོད་དུས་ཀྱི་ངའི་ཤུགས་ཀྱིས་ཀྱང་འདི་བྲིས་མེད་དེ། ཡིན་ན་ངའི་ཁ་བའི་ནང་ནས་ཡོད་ཁོ་རང་ལོ་རྒྱུས་འདི་ག་འདྲའི་ཡིན་མིན་ལོ་རྒྱུས་ནང་ལོག་ག་འདྲའི་གནས་ཆུང་བཀྲོངས་ཡོད་མེད། ད་འདི་ཡིན་པ་ཡིན་ན། གནས་ཆུང་གི་རྒྱལ་བོ་རིན་པོ་ཆེ་ཡིན་ནས་བཀྲོངས་སྲིད་ཀྱི་ཡོད་པ་ཡིན་ན། ད་ད་ལྟ་ང་ཚོ་ཞེད་སྣང་ཁུལ་གྱི་འདུག་རྡོ་རྗེ། རྡོ་རྗེའི་འཇིགས་སྣང་བསྐུལ་ཡས་འཇིགས་སྐུལ་བསྐུལ་ཡས་འདི། ལབ་ཀྱི་འདུག་རྒྱལ་བ་སྐུ་མགྲོན་བཅུ་གསུམ་པ་ནང་བཞིན་ཟེར་དུས་ལ་རྒྱལ་བོ་སྐུ་མགྲོན་བཅུ་བཞི་པ་བཀྲོངས་ཀྱི་ཡིན་མདོག་མདོག་རེད་བ། འདི་དངོས་གནས་ཀྱི་ངས་རྡོ་རྗེ་ཀྱི་སྐད་ཆ་ཉན་ནས་ཡང་ནས་ཡང་སུ་ཉན་པའི་ཀྱི་བརྒྱུད་རིམ་ནང་ནས་ཞེད་སྣང་ཚ་ཤོས་ཀྱི་སྐད་ཆ་ཅིག་འཇིགས་སྐུལ་ཆེ་ཤོས་ཅིག་མཐོང། བྱས་ཙང་རྡོ་རྗེ་ལ་ང་ཚོའི་དོ་སྣང་སྤྲད་སྤྱད་ནས་རྡོ་རྗེ་ཀྱི་བརྒྱུད་རིམ་འདི་མ་མཐའ་རང་མཐའ་ཐུགས་སུ་ང་ང་ལྟ་བུ་ཅིག་ཡིན་ན། རྡོ་རྗེ་ཀྱི་བརྒྱུད་རིམ་བཏང་དུས་ལ་རྡོ་རྗེ་ཁོ་རང་རྒྱ་མིང་གི་སོ་བའི་རེད་ཤག་ལ་རྒྱ་གར་གྱི་སོ་བ་ཡིན་པ། མཉམ་དུ་བྱེད་ཀྱི་ཡོད་པ་དེ། ང་ཚོའི་གི་སྤྱི་ཚོགས་ནང་ལོགས་ལ། དཀའ་མི་དེ་མང་པོ་ཅིག་གི་ཡོང་འདོད་འདུག། མི་གཅིག་གཉིས་མ་རེད་མི་མང་པོའི་གི་ཁ་ནས་དེ་འདྲས་གསུང་གི་འདུག། མི་དེའི་ཞེད་སྣང་ཚ་བོ་ཡོད་རེད་ད། བོད་ནས། ལྷ་ས་རིག་རིག་ནས་རྒྱ་མི་འདི་འདྲ་ཁྲིད་ཡོང་པ་རེད་ད་གསུང་བཤད་ཀྱི་འདུག། གང་ལྟར། ད་གྱེས་མིང་གི་སོ་པ་དངོས་ཡིན་དང་རྒྱ་གར་གྱི་སོ། རྒྱ་གར་གྱི་ལས་ཀ་བྱེད་མཁན་ཡིན་པ་དེ་གཏན་འཁེལ་རེད་ཤག་ཁོ་རང་རྒྱ་གར་གྱི་ལས་ཀ་བྱེད་མཁན་འབྲེལ་ཡོད་མང་པོ་མཉམ་དུ་འབྲེལ་བ་བྱས་ནས་བྱས་བསྡད་གི་ཡོད་རེད་ད་ཡིན་ནས་གྱེས་མིང་གི་མཉམ་དུ་མཉམ་དུ་འབྲེལ་བ་བྱེད་ཀྱི་ཡོད་པ་ཟེར་དེ་ང་ཚོའི་གར་ཅན་འདོགས་པ་བྱེད་ཀྱི་ཡོད་རེད་ཟེར་བ་ཡིན་ན། ཁོ་བོས་ནང་ལ་ཕར་ཕྱིན་ཚུར་ཡོང་ཕར་ཕྱིན་ཚུར་ཡོང་བྱེད་ཐུག་གི་ཡོད་རེད་ད་སུ་གཅིག་གིས་བྱེད་མུ་ཐུག་ནས། གོ་སླ་ས་དེ་ཚོ་ལས་འགྲོ་ཐུབ་ཀྱི་ཡོད་རེད། ད་དེ་འདྲས་ཀྱི་ཁོ་རང་གི་ལོ་རྒྱབ་ཆུང་ལོ་རྒྱུས་དེ་འདྲས་ཅིག་ཡོང་བསྡད་དུས་ལ་ཨ་ནི་ད་དེའི་ནང་ནས་རྡོ་རྗེ་གི་སྐད་ཆའི་ནང་ནས་ང་ཚོས་བཟོད་མུ་ཐུབ་པའི་གི་སྐད་ཆ་ག་རེ་བྱུང་ཡོད་རེད་ཟེར་བ་ཡིན་ན། ཁོས་དེའི་ནང་དེ་ལ་སྐད་ཆ་འདི་བཤད་ཀྱི་འདུག་ཨ། གྲོས་ཚོགས་ཀྱི་འཐུས་མི། ཆོས་ལུགས་ཀྱི་སྤྱི་འཐུས་དེ་གས་ཚང་མས་ལབ་ཀྱི་འདུག་ཨ།

ད་ད་ལྟ་ངས་གནས་ཆུང་དེ་དེ་གིས་བཀྲོངས་ཡོད་རེད་ཟེར་དེ་ད་ལྟ་ང་རང་ཚོ་ངལ་རྩོལ་གྱི་གྲོགས་པོ་གཅིག་གི་མཆན་ནང་ལས་བཀོད་བཞག་འདུག་ག་སི་ཏིང་རྒྱལ་རབས་ནང་གསལ་བོ་འཁོད་འདུག་ཟེར་ནས། བྱས་ཙང། ད་གནས་ཆུང། ད། གནས་ཆུང་གི་རྒྱལ་བོ་སྐུ་མགྲོན་བཅུ་གསུམ་པ་བཀྲོངས་པའི་གི་ལོ་རྒྱུས་དེ་ཁིབ་ཅན་དེ་རིང་གནས་ཆུང་གི་ཡིག་སྒྱུར་ཡིན་ཟེར་མཁན་སྐད་སྒྱུར་ཡིན་ཟེར་མཁན་གྱི་གང་ཟག་དོལ་སྤྱི་ཁྱེད་རང་ཚོ་ཚོད་མ་བྱས་ན། རྒྱ་བོད་སྐུ་མགྲོན་བཅུ་གསུམ་པ་ནང་བཞིན་ཡོང་གི་ཡོད་རྟགས་ཟེར་དུས་ལ། རྒྱ་བོད་སྐུ་མགྲོན་བཅུ་གསུམ་པ་གནས་ཆུང་གི་བཀྲོངས་ཡོང་དུས་ལ་རྒྱ་བོད་སྐུ་མགྲོན་བཅུ་བཞི་པ་ཡི་བཀྲོངས་གི་ཡིན་དོན་དོན་རེད་ད། གང་ལྟར། འདི་སྐད་ཆ་དངོས་གནས་ཀྱི་ཚབ་ཇི་ཞུས་ཅིག་ཆགས་ཀྱི་འདུག་ང་རང་གི་ལྟ་སྟངས་ནང་ནས་ད་ང་རང་གིས་ཁོ་རང་གི་རྒྱུ། ཤེས་བྱ་གི་སྐད་ཆ་དེ་གའི་གང་གཱའི་ཉེས་དམིགས་ཀྱི་བརྒྱུད་རིམ་ནི་ཁོ་རང་ག་རེ་ཡིན་མིན་ལ། ཡེ་ཤེས་བའི་བྱེད་སྒོ་ཆགས་ཀྱི་འདུག། སྐད་ཆའི་གྲས་ཡིན། ཁོ་རང་ངེད་མ་ད་རྒྱ་གར་གྱི་ལས་ཀ་བྱེད་མཁན་ཡིན་པ་ད་ཚང་མས་ཡོངས་གྲགས་རེད། དེ་དང་མཉམ་དུ་མང་པོ་ཅིག་གིས་དོགས་པ་གང་གཱའི་བོད་རྒྱ་མི་གི་ལས་ཀའི་གཅིག་མཉམ་དུ་བྱེད་ཀྱི་ཡོད་པ་ལ་དོགས་པ་ཆེ་ཤོས་བྱེད་ཀྱི་འདུག། དེ་དོགས་པ་ཆེ་ཤོས་བྱེད་ཀྱི་འདུག་དེ་གཅིག་རེད། ད་ད་ང་ཚོ། གནས་ཆུང་གིས་ད་ང་ཚོ་ངེད་ཀྱི་ལུང་པ་ལ་ཆ་བཞག་པ་ཡིན་ན་ང་བོད་ནང་སྡོད་པའི་སྐབས་ལ་གསུང་ད་ད་ལྟ་ལྷ་གསུང་ཞུ་མཁན་དེ་འདྲ་ཡོང་གི་ཡོད་རེད། ང་ཚོའི་ལུང་པའི་གི་ལྷ་ད་ལྟ་སྲས་མོ་འགྲོ་གཉིས་གསུམ་ཅིག་གིས་ད་ལྟ་དྲེབ་སྐྱིད་ལྷ་མོ་ཞུ་གི་ཡོད་ཟེར་ཡང་འདྲའོ་ད་དཔའ་ལྡན་ལྷ་མོས་གི་དེ་མ་ལ་འཁོར་གཡོག་ཞུ་གི་ཡོད་ཟེར་དེ་འདྲ་ཞུ་གི་ཡོད་རེད། དེ་ཚོའི་གི་བཀའ་སློབ་ཆ་ཚང་ང་ཚོས་ཉན་ཐུབ་ཀྱི་རེད། ཁོ་ཚོས་ཀྱི་བཀའ་དེ། སྐད་ཆ་དེ་ང་ཚོ་གི་ལུང་པའི་གི་བུ་མོ་དེ་ཡ་མཚན་པོ་ཞི་བུ་ཆེ་གར་བྱུང་བ་རེད་ཟེར་ན། སྐྱེས་ས་འཚར་ས་ཚང་མ་ང་རང་ཚོ་ལུང་པ་རང་བྱུང་བ་རེད་ཡིན་ནས་མོ། སྐུ་དེ་ཞུ་བའི་སྐབས་ལ། ཁམས་སྐད་རྒྱང་དུ་ཆ་ཚང། ད་རྡོ་རྗེ་གཡུ་དྲུང་མ་ཡས་ད་ལྟ་ལྷོ་ཁ་ནས་བྱུང་བ་དེ་རྡོ་རྗེ་གཡུ་དྲུང་མ་རྒན་པོ་ཅིག་ཡོད་པ་ངེས་མ། དེ་ཡས་ཁམས་སྐད་རྒྱང་དུ་ཞུ་བའི་སྐབས་ལ། དེ་ཡིས་ང་ཚོ་ཚང་མས་ཡོངས་གྲགས་ཀྱི་ཤེས་ཀྱི་ཡོད། ཡིན་པ་ཡིན་ནས་གནས་ཆུང་གིས་མ་དཀའ་ག་རེ་གནང་བ་ཡིན་པ་དེ་རྡོ་རྗེས་གང། དེ་རིང་གང་བཤད་པ་དེ་གནས་ཆུང་གི་ལུང་དོན་རེད་འདུག་ཨ་ཏཱ། ཁོ་རང་གི་ལྟ་བ་ལངས་ཕྱོགས་ཁོ་རང་གི་བསམ་བློ་ལ་ཡོད་པ་ཁོ་རང་ལ་མ་དགའ་བའི་ཀྱི་མི་དེ། གནས་ཆུང་ལྷ་རང་གིས་མ་དགའ་བའི་ཀྱི་དོན་དུ་སླེ་བྱས་ཡི་གེ་ནང་སླེ་ཡོང་གི་འདུག་ཨ། གནས་ཆུང་གི་བཀའ་ལུང་ནང་ལོག་ལྡིས་གླས་པ་དེ་ཁོ་རང་གི་མ་གསལ་པོ་ཅན་འབྲེལ་བཤད་རྒྱབ་ཡོང་མཁན་ཨ་ནི་ད་ག་རང་རེད། བཤད་ཡོང་བ་འདིས་གར་བྱེད་ཀྱི་འདུག་ཟེར་བ་ཡིན་ན་ད་ང་ཚོའི་གི་བཙན་བྱོལ་སྤྱི་ཚོགས་ཆུང་ཆུང་འདི། ཁོང་ཚོས་མུ་མཐུད་ནས་འདི་འདྲས་བྱེད་ཀྱི་ཡོད་ར་ད་ད་ལྟ་སྲིད་སྐྱོང་བློ་སེང་སེང་གིས། ཞུ་བའི་གི་སྲིད་སྐྱོང་བློ་བཟང་སེང་གེ་ཡིན་པའི་སྐབས་ལ་ལོ་བཅུ་ཏག་ཏག་གནས་ཆུང་གི་བཀའ་ཤག་གང་དེ་གནང་དགོས་རེད་བ། བཀའ་ཤག་དང་འབྲེལ་བའི་ཐོག་ནས་ད་སྤེན་པ་ཚེ་རིང་ཡི་གེ་ཕལ་བ་དང་མཉམ་དུ་ཚི་སྒོ་བག་འཛུགས་བྱེད་རིགས་བྱས། ཨ་ནི་ཚི་སྒོ་བྱེད་རིགས་བྱས་པ་དང་མཉམ་དུ་གར་བྱས་བ་རེད་ཟེར་ན་ཨ་ནི་སྤེན་པ་ཚེ་རིང་གིས། ཡག་པོ་བྱས་སོ་ཟེར་ནས་དེ་གནས་ཆུང་གི་དུས་དེ་རིང་ཝེ་དང་འབྲེལ་བ་ཡོད་པའི་སྐབས་ལ་གནས་ཆུང་གི་ལུང་དོན་དེ་འདྲས་ཅིག་རྒྱོབ་ཡོང་དགོས་རོ། བཀའ་ཤག་ལ་ཡག་པོ་བྱས་སོ་གྲོས་ཚོགས་རྩ་མི་སོགས་རེད་འདོད་འདོད་བཤད་དགོས་རོ། ད་འདི་འདྲས་ཅིག་ཡོང་ཡིན་ན་ད་ང་ཚོ་མི་མང་གི་ཏང་ཡོར་བ། གྲོས་ཚོགས་ཀྱི་ལས་ཀ་ག་རེ་བྱེད་དགོས་རེད་ལྷག་པར་དུ་ཆོས་ལུགས་ཀྱི་སྤྱི་འཐུས་དེ་གས་གང་གས་ཀྱིས། གར་བྱེད་ཀྱི་ཡོད་རེད་བྱེད་ཀྱི་འདུག་ཟེར་བ་ནི་ང་རང་གི་ལྟ་ཚུལ་ལ་ཁོང་ཚོའི་སྐད་ཤུགས་ཆེ་ཉུང་ལ་མ་ལྟོས་པར་ཁོང་ཚོའི་གི་སེམས་ཀྱི་ཚོར་བ་དང་བཅས་པ་དངོས་གནས་དྲང་གནས་ཀྱི་དྲང་བདེན་གྱི་བོད་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་རང་གིས་བཤད་འདུག་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་སྐད་ཆ་བཤད་ཀྱི་ཡོད་པ་དེ་ག་རེའི་གསོན་དགོས་རེད་ཟེར་ན་ཁོང་ཚོའི་གི་སྐད་ཤུགས་དང་ཁོང་ཚོའི་གི་ཚོར་བ་རྣོན་པོ་དེ་ཁོ་རང་བཏོན་ནས་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་རྩ་དོན་གྱི་ཆེད་དུ་རང་བཀའ་ཤག་ལ་དྲི་བ་བཏང་གི་འདུག་ག་ད་དེ་འགྲིག་གི་མི་འདུག་དེ་རྩ་མེད་བཟོ་དགོས་རེད་ཟེར་ནས་བཤད་པ་ཡིན། ཨ་ནི་བཙན་བྱོལ་བོད་གཞུང་སྒོ་རྒྱག་དགོས་ཀྱི་ཡོད་ཟེར་བས་ཡག་མེད་ན། བཙན་བྱོལ་བོད་གཞུང་ལ་གནས་ཆུང་རྡོ་རྗེ་གི་གནས་ཆུང་གི་ད་རྡོ་རྗེ་གི་ཁ་ལ་མ་ཉན་ན་ཨ་ནི་རྒྱ་བོ་རིན་པོ་ཆེ་ཡན་ཅིན་ནས་རྩ་མེད་བཟོ་གི་ཡིན་ཟེར་དགོས་རེད། འདི་ཚོ་ང་ཚོ་མང་ཚོགས་ཀྱི་དངོས་གནས་དྲང་གནས་ཀྱི་བསམ་བློ་གཅིག་བཏང་ཅན། དངོས་གནས་དྲང་གནས་ཀྱི་སོ་སོ་མ་བོབ་ཅན་རྒྱལ་ཁབ་དང་མི་རིགས་རང་ཀ་ལ་རྩ་དོན་འགའ་བསམ་བློ་གཅིག་བཏང་ནས་བོས་པ་ཡིན་ན། དངོས་གནས་དྲང་གནས་ཀྱི་སྐད་ཆ་འདི་ཚོ་ལས་སླ་པོ་ཉན་ཐུབ་ཡས་མེད་པ་གཅིག་གསལ་པོ་རེད་ཤག། བྱས་ཙང་ད་ད་ལྟ་ང་ཚོ་འདི་ད་ནོར་འཁྲུལ་ནོར་རེ་དེ་ཆེ་ཤོས་དེ་གནས་ཆུང་གི་གནས་ཆུང་སྲུང་མ་ཁོ་རང་བཞུགས་ཀྱི་ཡོད་དང་རྡོ་རྗེ་བཞུགས་ཀྱི་ཡོད་པ་དེ་ཁྱུ་ནས་ཧ་གོ་ད་ག་རེད་ཟེར་ན་གནས་ཆུང་གི་མ་ལ་ཚིག་གནས་ཆུང་གི་བཀའ་ལུང་གནང་ཡས་ཀྱི་ཚིག་དེ་སུ་གཅིག་གིས་ཤེས་གི་ཡོད་མ་རེད་ད་རྡོ་རྗེ་བཞུགས་ཀྱི་ད་དེ་གལ་སྲིད་ལྷ་སྐལ་ཡིན་པ་ཡིན་ན་གཞུང་སྒྲོག་ཅིག་ད་ཡོད་ཀྱི་རེད་བ་ང་རང་ཚོ་ལ་གཞུང་སྒྲོག་ཅིག་དང་ད་ག་རེ་ཡིན་པ་ཡིན་ནས་དེང་སང་དངོས་ཐོག་དེ་ཚོད་ཀྱི་ང་རང་ཚོ་དངོས་གནས་ཀྱི་དྲང་གནས་ཀྱི་མི་ལ་ཡིད་ཆེས་ཐུབ་པའི་ཀྱི་དེ་ཅིག་དགོས་ཀྱི་བ་རེད་ད། བསླབ་བྱ་ཅིག་ད་གལ་སྲིད་ད་དེ།

འདི་ག་རེད་ཟེར་ན། འདི་ཚོའི་གྲས་དེ་ལ་ད་ང་ཚོས་གཟབ་གཟབ་ཞིབ་པོ་ཅིག་བྱེད་དགོས་ཞིབ་པོ་ཅིག་ཡོད་རེད་སྟབས། ད་ལྟ་དེ་འདུག་གནས་ཆུང་དཔལ་ཧར་རྒྱལ་པོ་ནས་ད་ལྟ་ང་རང་ཚོ་གིས་བོད་ལ་སྲུང་མ་གདན་འདྲེན་ཞུ་བའི་སྐབས་ལ་ང་རང་ཚོ་ལ་ཡང་དོགས་པ་ཆེ་ཤོས་གཅིག་ཡོང་གི་འདུག་ག་རེ་ཡོང་གི་འདུག་ཟེར་ན་མཁས་པ་དེ་ཚོའི་མ་བཀའ་སློབ། བཀའ་སློབ་གནང་བྱ་འགྲེལ་བཤད་གྱོ་བའི་གི་བརྒྱུད་རིམ་ནང་དང་དཔེ་ཆ་ནང་དེ་ཚོ་ལ་ག་རེ་ཡོག་རེད་ཟེར་བ་ན་བསམ་ཡས་ལ་སློབ་དཔོན་པད་མ་འབྱུང་གནས་དང་ཁོང་རྣམ་པས་བསམ་ཡས་གོམ་པ་བཞེངས་པའི་གི་རྗེས་ལ་བཀའ་བསྡུར་གནང་བྱ་ད་དེ་གོམ་པའི་ལ་གོམ་པ་དེ་བཞེངས་ཚར་བ་རེད་གསུངས་མ་ཅིག་དགོས་གི་རེད་བྱུང་གི། དེ་ནི་སློབ་དཔོན་པད་མ་འབྱུང་གནས་གི་ལུང་འདྲེན་གནང་བྱས་ནི་ད་དཔེ་ཧར་རྒྱལ་བོའི་གི་དཔེ་ཧར་རྒྱལ་བོ་དེ་འདྲི་ཞུ་བོ་རེད་ཟེར་ནས་བྱས་ནི་གནས་ཆུང་ཐོག་མ་ཡིན་ལ་པེ་ཧར་རྒྱལ་པོ་ལུང་པ་ནི་ཧ་སའི་ས་ཆ་དེ་གའི་ལུང་པ་གཅིག་གིས་དེ་གའི་དགོན་པ་ཆེན་པོ་བཞི་བོ་གཅིག་གི་ནང་ལོགས་ལ་རྟ་བསྲུང་མ་ཡོད་ན་མེད་ན་དེ་བའི་སྐབས་ལ་ང་ཚོའི་བོད་དམག་བཏང་རྗེས་བོད་དམག་གིས་དངོས་གནས་དྲང་གནས་བྱས་ན་བསྲུང་མ་གདན་འདྲེན་ཞུས་རྗེས་ཡར་ཡོང་བཞག་པ་ཡིན་ན་ཡག་པོ་ཡོད་པ་བཟོ་འགྲོ་གཅིག་རེད་ང་ཚོ་མིའི་གི་བསམ་སྟངས་དང་ངོས་ནས་སྐབས་དེ་དུས་ལ་བོད་དམག་གི་དགོན་པ་དེ་ཚོ་ཚང་མ་རྩ་མེད་བཟོས་ལྷ་སྐུ་དེ་ཚོ་ཚང་མ་ཁྱི་ཡོང་ཨ་ནི།

འཁོན་འཛིན་འགྲོ་བཞིན་ཡོད་པའི་ཐོག་ནས་ཡང་བོད་བལ་གྱི་བཙན་བྱོལ་གྱི་སྤྱི་ཚོགས་འདིའི་ནང་དུ་ཡིན་པ་ཡིན་ནའི་རེད་ད་སྐྱ་བོ་དགུ་ནོར་འཇུ་གསུམ་པ་བཀྲོངས་པ་དང། དེ་ཚོ་མང་པོ་ཅིག་དངོས་གནས་དྲང་གནས་ཀྱི་སྐྱ་བོ་དགུ་འདྲེན་བཅུ་གསུམ་པ་བཀྲོངས་ད་བཅོས་བཀྲོངས་པ་དེ་ད་ཡོངས་གྲགས་ཆགས་བསྡད་བ་ར་ད་ང་རང་ཚོ་ལོ་རྒྱུས་ནང་འཁོད་ས་རྒྱོབ་སོང་ཙང། ད་དེ་དེ་རིང་དོལ་རྗེས་ག་རེ་བཤད་དགོས་རེད་ཟེར་ན། བརྒྱ་བ་ཀུན་འབྲིང་བཅུ་གསུམ་པ་ཐུགས་ཕམ་བྱུང་བ་རེད། ད་ང་ཚོས་བརྒྱ་བ་ཀུན་འབྲིང་བཅུ་གསུམ་པ་བཀྲམ་དགོས་པའི་གི་རྒྱུ་མཚན་དེ་ག་རེ་ཡིན་མིན་བསམ་པའི་གི་དོགས་པ་ཅིག་སླེབས་ཀྱི་ཡོད་རེད། དེ་ལ་དབྱེ་ཞིབ་བྱེད་ཡས་ཅིག་ཡོད་རེད། ག་རེ་ཡོད་རེད་ཟེར་བ་ཡིན་ན། བརྒྱ་བ་ཀུན་འབྲིང་བཅུ་གསུམ་པ་གི། གལ་མིན་ལ་དེ་བྱས་ཡོད་མ་རེད། ག་རེ་ཟེར་ན་འབྲེལ་བ་མ་བྱས་བྱས་ནས་དེ་བྱེད་ཀྱི་ཡིན་ཟེར་ནས་གསུངས་ཡོད་རེད་ཀྱའོ་སྐུ་མགྲོན་བཅུ་གསུམ་པ་གིས་རང་བཙན་གཙང་མ་ཡིན་ཟེར་ནས་ཁྱབ་བསྒྲགས་དེ་བཏང་བ་རེད། ཁྱབ་བསྒྲགས་བཏང་བའི་གི་བརྒྱུད་རིམ་ནས་ཨ་ནི་བོད་ཀྱི་གནད་དོན་འདི་ཤུགས་ཆེན་པོ་ཆགས་རྒྱལ་སྤྱིའི་ནང་ལོགས་ལ་ཀྱའོ་སྐུ་མགྲོན་བཅུ་གསུམ་པ་གིས་ཕྱག་ལས་དེ་ཤུགས་ཆེ་ཚོ་ཞིབ་ཅིག་བཏང་བ་རེད་དེ་ཡང

དང་འདས་ཀྱི་དུས་རིང་འོད་དུ་དང་འབྲེལ་བའི་སྐབས་དེ་ལ། ང་དང་ང་འདྲ་བ་མང་པོ་ཅིག་གིས་ང་འདྲ་བོ་ཡིན་པ་ཡིན་ན་དངོས་གནས་དྲང་གནས་ཀྱི་རང་བཙན་ཤེས་ནི་ལངས་པ་རེད་ལངས་དགོས་ལས་རྒྱུ་མཚན་ཡོད་རེད་གར་བཅད་ལངས་པ་ཡིན་ན་ངའི་འོད་འདྲེན་སའི་གི་འཐབ་གྲོགས་གཅིག་པ་འདི་གས་ཚང་མས་བོད་ནང་ལོགས་ལ་སོ་སོའི་གི་རང་ཚོགས་ཡོངས་སུ་རྫོགས་པ་བློས་བཏང་གི།

བཅུ་ལྷག་རྩ་གཅིག་བོད་ནང་ལོག་ལ་རང་སྲོག་བློས་བཏང་གིས་རྒྱ་ནག་ལ་དཔེ་དེབ་མཐའ་གཅིག་ཏུ་གོ་སྐུལ་བྱས་བྱས་ནས་ཨ་ནི་ཚུར་ལ་བཙན་བྱོལ་ཡོང་ནས་བཙན་བྱོལ་ལ་སླེབས་པ་ཡིན་པ་ཡིན་ནས་ད་ལྟ་ཡིན་ནས་སེམས་ཤུགས་མ་ཆག་མང་པོ་ཞིབ་ཅིག་བསྡད་དེ་ཡོད་དེ་བྱས་ནས་ང་ཚོའི་གི་སེམས་ཤུགས་དང་ང་ཚོའི་གི་བློ་སྟོབས་ཉམས་མེད་པ་དེ་བསྟོད་ཡས་ཀྱི་ཆེད་དུ་ང་སྐུ་ཚབ་ཡར་ལངས་གི་ཡོད་རེད་དེ་མི་མང་ཚང་མས་ཀྱི་མགྱོགས་པོ་མཁྱེན་གྱི་རེད་ང་ཚོ Australia ལ་ཡོད་པས་ཀྱི་ཆབ་སྲིད་བཙོན་ཟུར་འབྲེལ་ཡོད་འབྲེལ་ཆགས་གང་གིས་ཀྱི་བོད་ནང་ལ་འཐབ་རྩོད་བྱས་པས་ཀྱི་སྙིང་སྟོབས་ཀྱི་དེ་ང་ཆགས་དེ་གི་རེད། དཔང་མི། དེ་བྱས་ཙང་ཁོ་ཚོས་ང་ལ་འོས་ངེས་པར་དུ་བླུག་གི་ཡོད་རེད་ངས་ཀྱི་ལང་གི་ཡོད་རེད་ད་རེད། དངོས་གནས་དྲང་གནས་ངས་ལང་དགོས་པའི་ཀྱི་རྒྱུ་མཚན་དེ་དེ་ཆགས་པས་ང་དཔང་པོ་དཔང་མི་འགྲོ་གི་རེད། གཅིག་བྱས་ན། ང་རྡ་རམ་ས་ལ་གྲོས་ཚོགས་ཀྱི་ནང་ལ་སྨན་ལས་ཁུངས་ནས་ད་ལྟ་དར་ནག་ཞྭ་ར་མི་མང་སེ་དེ་འདྲས་ཡོད་པ་དེ་ཚོའི་མགོ་ལ་དོ་ཡི་ཞུ་སྲིད་ཀྱི་རེད། ཡིན་ནའི་ང་ཡི་བློས་བཏང་རེད། ག་རེ་བྱས་ནས་བློས་བཏང་རེད་ཟེར་བ་ཡིན་ན་ང་ཚོའི་གི་འཐབ་གྲོགས་གཅིག་པ་ཡོངས་སུ་རྫོགས་པ་བརྒྱ་ཆ་གྱོ་བཅུས

ཁོ་ཚོས་གི་བྱས་ཙང་ང་ལངས་ང་ཐོབ་གི་རེད་གདེང་ཚོད་ཆེན་པོའི་ངང་ནས་ཡོང་ནས། བྱས་ཙང་ངས་བོད་རང་བཙན་ཟེར་དེ་འདྲས་རེད་ད་ཟེར་ནས་གྲོས་ཚོགས་ནང་ལོག་གླེང་སློང་བྱས་པ་མ་ཚད་གྲོས་ཚོགས་ནང་ལོག་ལ་ངས་རང་བཙན་གི་ལྟ་གྲུབ་འདི་ངེས་པར་དུ་ཡར་ལ་འཁྱིལ་འགྲོ་གི་ཡོད་ཟེར་ནས་ཁེ་ཡོད་ཀྱི་རྒྱུ་མཚན་ནས་དེ་འདྲས་རེད། གཅིག་བྱས་ན་ང་གྲོས་ཚོགས་ནང་ལོག་ལ་མནའ་སྐྱེལ་དམ་བཅའ་དེ་ཚོ་བྱས་དུས་ལ་ཨོ་ཟེར་ཡོང་སྲིད། ཡིན་ནས་ངས་རང་བཙན་གྱི་ལྟ་བ་འདི་གྲོས་ཚོགས་ནང་ཡར་སྐྱེལ་བའི་སྐབས་ལ་གྲོས་ཚོགས་ནང་ནས་མགཅིག་མ་མི་ཡོང་ཡས་དེ་འདྲས་བྱུང་བ་ཡིན་ན་ང་གཅིག་བྱས་ན་ཕྱི་ལོགས་དེ་ལས་ཀྱང་སླེབས་པའི་སྐབས་ལ་དོ་ཅོ་ནི་སད་སིག་རེད། སད་བཞག་པ་ཡིན་ནས་དཔེ་དེ་ང་ཚོའི་རྒྱལ་ཁ་རེད། ལྷག་པར་དུ་ང་ཚོ་བོད་ནང་ནས་རང་སྲོག་བློས་བཏང་བྱས་ནས་ལྟ་གྲུབ་འདི་འདྲས་གཅིག་གི་ག་ནས་རང་སྲོག་བློས་བཏང་བྱས་ནས་ཡོང་ངེས་འདི་གས་གང་གས་ཀྱིས། དེ་རིང་ང་བསད་པ་དེ་སང་ཉིན་ཁོ་ཚོའི་སྤོབས་པ་རེད་ལ་གནངས་ཉིན་ང་ཁོ་ཚོའི་གི་གྲུབ་འབྲས་ཆགས་འགྲོ་གི་རེད། དེ་འདྲས་གསུངས་ཙང་ང་ཚོ་ལ་ད་ད་ལྟ་དེ་ང་ཚོས་སྐད་དེ་བརྒྱོད་པ་དང་མཉམ་དུ་གནས་སྐྱོང་ཡིན་ཟེར་ལྷ་ཁུར་མ་ཕེབས་ཅེར་གནས་སྐྱོང་གི་ཡིག་སྒྱུར་བྱེད་ངེས་ད་ད་དེ་སྤོར་པི་སར་བཞི་བོ་གཅིག་རེད་ད་དམིགས་བསལ་གི་ག་རེད་ཟེར་ན་འཛིན་གྲྭ་གང་ཡང་མེད་པའི་གི་ལྷ་སྐད་གི། གསུང་གྱུར་ཐུགས་ཡོད་རེད་ད་ལྷ་ཡི་གསུང། འཛིན་གྲྭ་ག་བར་བྱིན་ཡོད་རེད་དངོས་གནས་དྲང་གནས་ཀོ་ལེ་ཇ་ག་བར་ཡོད་རེད། སུ་ཡིན་ནས་སློབ་ཆུང་བྱིན་དུས་ཡོར་བ་ལྷ་གི་གསུང་འདི་དངོས་གནས་རེད་འདུག་རྫུན་མ་རེད་འདུག་ད་རྡོ་རྗེས་བཤད་བཞག་པ་འདི་ལྷ་ཡི་སྐད་ཡིག་རེད་ཟེར་ནས་བྲིས་ནས་འགྲོ་གི་ཡོད་རེད། ལྷག་པར་དུ་རྡོ་རྗེས་དཔེ་དེ་དེའི་ཁ་ལ་ཐེལ་ཙེ་གྱོན་ནས་ཡོད་ཟེར་ནས་དཔེ་ངོམ་ངོམ་འཆར་འཆར།

འདི་ང་ཚོས་རྦད་དེ་གནས་ཆུང་དེ་འབྲས་སྤུངས་གོང་འཕེལ་གྱི་རྦད་དེ་དྲ་རྒྱའི་སྒང་ལ་ད་ལྟ་གནས་ཆུང་གི་ཐེལ་ཙེ་བཅས་པ་བཅད་ནས་ཡོང་མགྱོགས་རེད་དེ་དངོས་ཡིན་གནས་ཚུལ་རེད་ད། ད་དེ་ལ་གུས་བཀུར་དང་བརྩི་བཀུར་མ་བྱས་པ་ཡིན་ན་སྐྱ་བོ་ཀུན་གནོད་བཅུ་གསུམ་པ་ནང་བཞིན་ཆགས་ཀྱི་རེད།

ད། དངོས་གནས་ཀྱི་ལས་ཀ་བྱེད་མཁན་དངོས་གནས་ཀྱི་མི་དམངས་རང་གི་ཆེད་དུ་དཀའ་བ་ལྟ་བུ་ཡར་ལངས་ནས་གྲོས་ཚོགས་ནང་ལ་སོ་སོའི་གི་འགན་འཁྱིལ་ནས་བཤད་མཁན་སྐད་ཆ་འགན་འཁྱིལ་བཤད་མཁན་གྱི་གང་ཟག་དེ་གའི་ཚང་མ་ད་འགྲིག་ཡོད་མ་རེད་ལབ་གི་འདུག་ཨ། ད་རེས་དངོས་གནས་དྲང་གནས་ཀྱི། གནས་ལྗོངས་ཀྱི་རྡོ་རྗེ་དཔལ་ཏེ་རང་གཟུགས་རང་ཁོ་རང་མངོན་བྱས་ནས་གསལ་པོ་ཞིབ་ཅིག་ད་ལྟ་ང་ཚོས་ཟེར་གྱི་འདུག་ད་ཁོ་རང་རང་གཟུགས་དངོས་སུ་གསལ་ཞིག་བཤད་ཀྱི་འདུག་ད་དངོས་སུ་ཁོ་རང་གི་གཟུགས་ག་རེ་ཡིན་པ་དེ་ཐོན་པ་རེད་ད་ལྟ་ང་ཚོའི་གི་མིག་གི་མདུན་ལ་མང་ཚོགས་ཀྱི་ཁྲོད་ལ། ད་དེ་སོང་ཙང་ད་ལྟ་ང་ཚོ་མི་མང་ཚང་མས་ལྟ་ཐུབ་ཡིན་ན། ད་ལྟ་རྒྱ་ནག་གི་གློག་བརྙན་གཅིག་ཡོད་རེད། དེའི་རིན་ཆེན་གསལ་མཇུག་མི་རྒྱ་ནག་གི་དེ་རེད་ཁོ་རང་ཁྲིམས་རྩོད་པ་ཆེན་པོ་གཅིག་ཁོའི་གི་ནང་ལོགས་ལ་གྱོད་གཞི་གཅིག་ལྷག་རེད་གྱོད་གཞི་དེ་ལྷག་གི་ལྷག་ཐོས་བྱས་མི་བསད་ཤ་བསད་བྱུང་བ་རེད། ཨ་ནི་ཁོ་གི་བརྒྱུད་རིམ་དེ་གའི་རྩད་གཅོད་ཅན་ཁོ་རང་གི་དམ་ཚིག་ཞིབ་གཅིག་གྱོད་འདུག་ཨ། མིས་ལྷ་ལ་ཞུགས་བྱས་ལྷའི་ཁོག་ནང་ཞུགས་བྱས་ནས་མིས། མིས་སོ་སོ་སོ་སོ་རང་ཉིད་ཀྱི་དགྲ་ཤ་ལེན་རྒྱོ་རེ་བྱ། ལྷ་ལ་ཞུགས་ནས་དགྲ་ཤ་ལེན་ཡས་དེ་ཁོ་རང་ཁྲིམས་ནང་འཛུལ་མོ་འོག་གི་ཆེད་དུ། ལྷའི་གྱི། དེ། གཟུགས་སྐྲུན་ཅན། ཨ་ནི་ཁོ་རང་ཁྲིམས་ལ་མཐའ་རེག་གི་ཆེད་དུ་ཨ་ནི་མི་མང་ཚང་མ་དགོས་མཁོ་དང། དེ་འདྲས་བྱས་ཀྱོ་རེད། ཁོ་རང་གི་མི་བསད་དགོས་པའི་གི་རྒྱུ་མཚན་དེ་ཁོ་རང་དགྲ་ཤ་ལེན་ཡས། ཁོ་རང་དགྲ་ཤ་ལེན་ཡས་དེ་ཁོས་ལྷ་ལ་བརྫུས་ནས་ལྷ་ལྷའི་གི་ཁོག་ནང་འཛུལ་ནས་ཡ། མི་མང་ལ་གཏུག་བཤེར་དགོས་མཁོ་གཏང་མགྱོགས་རེད་ཟེར་གྱི་འདུག་དེ་ཚོ་དོམ་ཚིག་དེ་ཚོ་བལྟ་ཡོང་དུས་ལ་ཨ་ནི་ང་ཚོའི་གི་ད་ལྟ་ཆབ་སྲིད་ཀྱི་འགྲོ་སྟངས་ཆབ་སྲིད་ཀྱི་གནད་དོན་འདི་འདྲས་ཅིག་གི་སྒང་ལ་ཨ་ནི་ད་ལྟ་ང་ཚོའི་སྤྱི་ཚོགས་ཁྲུག་ཐལ་དེ་ཚོ་ཨ་ནི་ལྷག་གི་ཁྲུག་ཐལ་ཡོང་དུས་ལ་ཨ་ནི་མི་མང་ཚང་མས་གནས་ཚུལ་དེ་ཚོ་ལ་གོ་བ་མེད་ལས་རང་ལས་འཆག་འགྲོ་དགོས་རེད་ད་མི་མང་ལ། ཨ་ནི་ང་ཚོ་དེ་རེད་ཤག་ད་ང་རང་ཚོ་མི་མང་རྣམས་པས་གནས་ཚུལ་འདི་ཚོའི་གྲས་གསལ་བོ་ཅིག་ཤེས་དགོས་དེ་གལ་ཆེན་པོ་ཞིའུ་ཅིག་རེད་ཤག་ད་དེ་རིང་ངས་གསལ་བོ་བྱས་ནས་རྡོ་རྗེ་གི་གནད་དོན་རྡོ་རྗེ་ལ་བཞག་ཡོད། སྐུ་རྟེན་གི་གནད་དོན་སྐུ་རྟེན་རང་ལ་བཞག་ཡོད། ད་སྐུ་རྟེན་གི་འདོད་ཕྱོགས་དང་ལྟ་གྲུབ་གཅིག་རེད་ཤག། ཨཱ་ནི་དོ་བཞི་ཡི་གཅིག་རེད་ཤག་ད་ཁོ་ཚོའི་གི་ལྟ་གྲུབ་དེ་ང་ཚོས་ད་ལྟ་སེའུ་ཧ་གོ་དགོས་པ་གཅིག་དེ་ད་ད་ལྟའི་གི་ང་ཚོའི་གི་ལས་ཐོག་སྲིད་སྐྱོང་སྐྱོབ་ཡས་མ་གཏོགས་སྲིད་སྐྱོང་གི་བས་ཡར་རྒྱས་བཏང་ཡས་མ་གཏོགས་བོད་རྒྱལ་ཁབ་མི་རིགས་རྩ་དོན་ཡོངས་སུ་རྫོགས་པ་བློས་གཏོང་བྱས་ཚར་ཤག། འདིའི་རྒྱུ་མཚན་ག་རེད་འདི་ལྟ། ངས་ཁྱོད་ག་འདྲས་ཤེས་ཀྱི་རེད་ཟེར་དྲི་བ་གལ་སྲིད་བཏང་བས་ན། ངས་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་མགོ་བསྐོན་ནས་སོ་སོ་ལ་འཁྲི་བས་ཀྱི་འགན་འཁྲི་ཡང་དག་པ་ཁུར་ངེས། གྲོས་ཚོགས་ནང་གི་ཆོས་ལུགས་ཀྱི་སྤྱི་འཐུས་དེ་གས་གང་གས་ཧ་ལམ་ཁོ་ཚོས་བལ་མོ་དང་ཁུང་བརྩིགས་འདུག་ཨ། དེ་གས་དཔལ་དེ་དཀྲུགས་ཤིང་རྒྱོ་བྱ་བ་སྤྱི་ཚོགས་ལ། དེ་འདྲས་གྲུབ་བྱས་ནས་སྤྱི་ཚོགས་ནང་ལོགས་ཀྱི་མི་དམངས་ཚང་མ་རྒོད་པོ་བཏང་གི་འདུག་ཁོ་མི་དམངས་ཀྱི་གནས་ཆུང་དང་གནས་ཆུང་ལྷ་ལ་དད་པ་ཡོད་པ་དེ་གནས་ཆུང་སྐུ་རྟེན་དང་གནས་ཆུང་གི་འགྲེལ་བཤད་རྒྱང་གི་རྡོ་རྗེ་གཉིས་ཀྱི་མི་དམངས་ཀྱི་དད་པའི་གི་གོ་སྐབས་དང་དད་པའི་གི་ཁེ་ཕན་དེ་ཁོ་རང་ཉིད་ཅག་གི་སོ་སོའི་གི་ལྟ་གྲུབ་ཀྱི། རྒྱབ་ལྗོངས་དཔུང་པ་གཡར་བྱས་ནས་མི་དམངས་མགོ་ལ་ཞུ་གི་འདུག་བྲེལ་བ་དེ་བེད་སྤྱོད་ལོག་པ་བཏང་གི་འདུག་ད་འདི་འདྲའི་གསུངས་ཙང་ད་ང་ཚོའི་གི་མི་དམངས་རྣམས་པ་ད་དངོས་གནས་དྲང་གནས་ཀྱི་འདི་ལ་གོང་པ་ཡག་པོ་ཅིག་བྱེད་དགོས་ཡས་ཆགས་གོ་ད་མི་དམངས་བད་གལ་ཆེ་ཤོས་ནས་ཆེ་ཤོས་རྒྱུ་མཚན་ག་རེ་ཡིན་ཟེར་བ་ཡིན་ན། མི་མང་གིས་དད་པ་དེ་དངོས་གནས་དད་པའི་ས་ལ་བཞག་དགོས་ཀྱི་རེད་མང། དད་པ་དེ་རྦད་དེ་ཆབ་སྲིད་ནང་ཡོང་ཅིང་ཐུག་པ་དཀྲུག་དཀྲུག་ནང་བཞིན་དཀྲུག་བཞག་ཡོང་དུས་ལ། ད་ད་ལྟ་ལྟས་དང། ང་ཚོའི་གི་འོས་བསྡུ་གི་བརྒྱུད་རིམ་ཚ་ཚ་འུར་འུར་འགྲོ་བཞིན་པའི་སྒང་ལ། དེའི་སྒ་དེ་ལ་མེ་ཆེན་པོ་ཅིག་སྤར་རྗེས་མི་མང་ཚང་མ་མེ་དེའི་གི་ཆེད་དུ་དོ་སྣང་སླད་བྱས་ནས་ཨ་ནི་འོས་དེ། སྐབས་འཚོལ་བ་རིགས་ཁ་ཤས་ཅིག་གིས་ད། སོ་སོའི་གི་ཁེ་ཕན་སྒྲུབ་བྱས་ནས་ཨ་ནི་ད་ལྟ་ནང་བཞིན་གི་དཀའ་ངལ་འདི་མུ་མཐུད་ནས་ལྷག་བཅུག་ཡ་རེད་འདུག་བ། འོད་དུ་རེ། བརྒྱུད་རིམ་རེ་ཡོང་འགྲོ་ཡོད་དུས་གནས་ཆུང་རེ་མ་འཕེལ་ཡོང་གི་འདུག་བ། བྱས་ཙང་དཀའ་ངལ་འདི་བྲལ་བར་ད་མི་མང་ལ། སྔ་མ་འདྲ་ཕྱི་མ་འདྲ་དུས་ཚོད་ཏག་ཏག་ཐོན་ཡོང་གི་འདུག་བ་ད་གནས་ཆུང་གི། འོས་བསྡུའི་སྐབས་ལ་དངོས་གནས་དྲང་གནས་འདི་ང་ཚོ་དངོས་གནས་དགོངས་པ་བཞེས་དགོས་ཡས་རེད་ང་རང་ཡིན་པ་ཡིན་ནའི་གནས་ཆུང་ལ་དད་པ་ཡོད་ང་དབུས་ཀྱི་མི་ཅིག་རེད་དབུས་ཀྱི་མིས་གནས་ཆུང་ལ་དད་པ